རྡོ་རྗེ་སྐྱབས་ལགས་ཀྱིས་བརྗོད་གཞི་དེ། དེང་རབས་སྐད་བརྡ་རིག་པར་བརྟེན་ནས་ནང་བསྟན་མཚན་ཉིད་རིག་པའི་སྐད་བརྡའི་རྣམ་གཞག་མཇལ་བ་ཞེས་པ་དེ་རེད་འདུག།
ལྷན་རྒྱས་སྐུ་ཁམས་བཟང་བའི་འཚམས་འདྲི་ཞུ། དེ་རིང་བོད་ཀྱི་དུས་བབ་ཀྱི་དྲ་བརྙན་གླེང་མོལ་གྱི་ལས་རིམ་འདིའི་ནང་ལ་ཡག་འབུམ་རམས་པ་རྡོ་རྗེ་སྐྱབས་ལགས་དང་ལྷན་དུ་ཁོང་གི་སློབ་སྦྱོང་གི་བརྒྱུད་རིམ་དང་དག་སྣང་ཞིང་ཉེ་ཆར་ཁོང་གིས་བྲིས་པའི་འབུམ་རམས་པའི་ཆེད་དེབ། དེང་རབས་སྐད་བརྡ་རིག་པ་ལ་བརྟེན་ནས་ནང་བསྟན་མཚན་ཉིད་རིག་པའི་སྐལ་ལྡན་རྣམ་གཞག་བརྗེ་བ་ཞེས་པ་དང་འབྲེལ་ཏེ་ཁོང་གི་ཡིག་སྒྱུར་གྱི་ལས་དོན་སོགས་ཀྱི་ཐད་ནས་ང་ཚོས་རྒྱུས་ལོན་ཐོན་དུས་ཤིག་ཡིན། རྡོ་རྗེ་སྐྱབས་ལགས་དེ་རིང་ང་ཚོ་བཅར་འདྲི་དང་ལེན་གནང་བ་དང་ལྷག་པར་དུ་དྲྭ་འཇུག་ཁང་དེ་ལ་ཕེབས་པ་དེ་ལ་འཚམས་འདྲི་ཞུ་བ་དང་སྦྲགས་ངས་དང་པོ་བཀའ་འདྲི་ཞུ་ཡ་དེ་ཁྱེད་རང་གིས་མི་ཚེའི་ལོ་རྒྱུས་དང་ད་ག་ནང་བཞིན་སློབ་སྦྱོང་གི་བརྒྱུད་རིམ་དེ་དང་འབྲེལ་ཐོག་ནས་ཁྱེད་རང་ངོ་སྤྲོད་ཞིག་གནང་ན། ཞེས་ནི་ང་རང་ཕ་ཡུལ་དེ་ཨ་མདོ་གཅན་ཚ་ནས་ཡིན་ར། ནས་ང་རང་བོད་ལ་ལྷོ་བྲག་ཆུང་འབྲིང་རིམ་པ་བཞིན་དར་ཞིང་རྒྱས་ནས། ཉིས་སྟོང་བཞི་ལོ་ལ་ནི་མདའ་མདའ་རྨ་ལྷོ་མི་རིགས་རྒྱུན་ལྡན་ལྷོ་བྲག་འདི་དར་ཞིང་རྒྱས་ནས་རྒྱ་གར་ལ་བཙོས་ལས་བྱས་ནས། ཉིས་སྟོང་ལྔ་བའི་ལོ་འགོ་ལ་ནི་རྒྱ་གར་ལ་འབྱོར་རྗེས་དེའི་རྗེས་ལ་ས་རཱ་ལོ་གཅིག་བསྡད། དེའི་རྗེས་ལ་བར་ན་སི་ཉིས་སྟོང་བདུན་ལ་བར་ན་སི་འགྲོ་བྱས་ནས་ད་ལྟ་བར་དུ་བསྟན་བཅོས་ཀྱི་འཛིན་གྲྭ་བྱས། ནས་ཨཱཅཱ་རི་ཡའི་འཛིན་གྲྭ་བྱས། ནས་ད་ལྟ་བར་དུ། ཉིས་སྟོང་བཅོ་བརྒྱད་ནས་འགོ་བཙུགས་ནས་ཉིས་སྟོང་བརྒྱད་རྩ་གསུམ་བར་དུ་འབུམ་རམས་པ་གི་ད་ལྟ་སློབ་སྦྱོང་དེ་བྱས་ནས་ད་ལྟ་སྤྱི་ཟླ་བདུན་པ་གི་ནང་ལ་ནི་ད་ལྟ་དར་ཞིང་བསིལ་ཡིན་པ། ཁ་སང་སྤྱི་ཟླ་དགུ་བའི་ཚེས་གཉིས་དམངས་གཙོའི་དུས་ཆེན་ཉིན་མོ་ལ་རྣམ་པ་ཚོས་ཀྱི་འབུམ་རམས་པའི་དཔྱད་རྩོམ་དེབ་དེ་མ་བཏོན་ད་ག་ན་ཞིག་རྣམ་པ་ཚོ་ལ་ཡང་བྱ་དགའ་དང་དེ་འབྲེལ་བརྩེ་བའི་ཁབ་བསུ། ཅེས་ཁྱེད་རང་གི་དཔྱད་རྩོམ་དེ་ཅིག་མ་འདྲ་བ་བྱས་ད་ལྟ། ནང་དོན་མཚན་ཉིད་རིག་པ་དང་སྦྲེལ་ནས་གལ་ཏེ་རྣམ་གཞག་དེའི་སྐོར་དེ་གཅིག་མ་འདྲ་བ་འགྲོ་ཞུ་དུས་ཡིན་བསམ་པ། སྤྱིར་བཏང་གི་ཁྱེད་རང་གིས་འབུམ་རམས་པའི་ད་ལྟ་དཔྱད་རྩོམ་གྱི་བརྗོད་སྙིང་གཙོ་བོ་འགྲོ་དེ་ག་རེད་ན་ད་ག་ནང་བཞིན་ཁྱེད་རང་གིས་དེའི་བརྗོད་བྱ་དེ་གདམ་དགོས་ཡ་རྒྱུ་མཚན་འགྲོ་དེ་གར་ཆགས་འདོད་ན། ལ་ད་ད་ལྟའི་བརྗོད་བྱ་དེ་གདམ་དགོས་ཡ་རྒྱུ་མཚན་དེ་ད་ངོ་མ་ང་རང་ཨཅཱརྱ་ཡིན་ཟེར་འདྲ་ཐོན་དུས་བསམ་པ། ཨ་ནི། ད་ནང་ང་ཚོས་ད་གཙོ་བོ་དེ་ནང་ཆོས་ནང་ཆོས་ཟེར་ན་རེད་ད་ནང་དོན་མཚན་ཉིད་རིག་པ་ཟེར་ཡ་དེ་རོ་ང་ཚོས་བརྗོད་སྦྱང་བྱ་གཙོ་བོ་དེ་ད་དེའི་ནང་ལ། ཨཅཱརྱའི་སྐབས་སུ་སོ་སོའི་གི་དཔྱད་རྩོམ་ཅིག་བྲིས་སྐོར་དེ་རྣམས་ལ་ནི་ང་རང་གར་བྲིས། འདི་ནི་གཤེན་སའི་སྐོར་ལ་ཅིག་བྲིས་ཡོད་རེད། ད་ཡོད་ཟེར་ན་རེད་གཤེན་སའི་དེ་སྐོར་ལ་བྲིས་ཡོད་རེད། དེ་ཡིན་ཙང། ནི། ཨཅཱ་རྱ་ཐུན་ཚར་བའི་རྗེས་ལ། ཉིས་སྟོང་བཅོ་བརྒྱད་ལོ་ལ་ད་སྔ་རང་བུ་རམ་པ་གི། ད་ལྟ་ལམ་ཚེ་དེ་ང་ཡང་ཤི་གོ་རེད་བ། ཤི་དུས་ཙམ་པ་ནི་ཇོ་ཤི་དེའི། འདམ་རྫི་ཙམ་པ་ནི་ང་རང་གི། ལྷོ་བསྟུམ་པ། དགེ་བཤེས་དབང་བསམ་གཏན་མཆོག། དང་མཉམ་དུ་གྲོས་བསྡུར་བྱེད་བྱེད་ནས་ནི། ཇོ་ཤི་ག་རེ་འདམ་ན་ཡག་འདུག་ཟེར་ཙམ་པ་དེའི་སྐབས་སུ་ནི། གཅིག་ནི། ང་རང་ད་ང་ཚོའི། སུ་སུ་གིས་སྤྲུལ་བ་ཟེར་ན་རེད་དེ། ལེབ་གསར་དེ། འདི་ན་ང་ཚོ་རིག་གནས་འཆི་བ་ང་ནང་ལོགས་ནས། སྒྲ་རིག་པ་དང་ཚད་མ་རིག་པ་ལོངས་ལ་ཆེད་ལས་བྱས་ཀྱི་ང་རང་འདོད་པ་ཅིག་ཡོད་རོགས། དེ་ནས། གཉིས་པ་དེ། ད་དེང་སང་ང་ཚོའི Master གྱི་སློབ་ཚན་ད Acharya གྱི་སློབ་ཚན་ནང་ལ། ངོ་མ་ཡིན་ན་ཡོད་མ་རེད་དེ་དེང་སང་ང་ཚོའི་སྐད་བརྡ་རིག་པ་ལ་སོགས་པ། ནི་རྒྱལ་རབས་ལ་སོགས་པ། ནི་སྐད་ཡིག་རིག་རིག་གནས་ཀྱི་ཕྱོགས་ནས་སློབ་ཚན་བཙུགས་ཡོད་རེད། ད་དེའི་ནང་ལ་སྐད་བརྡ་རིག་པ་ཡོད་ཨ་སོང་ཙང། ནི་སྐད་བརྡ་རིག་པ་སྒང་ལ་ང་ཚོ་དེང་སང། བོད་ནང་ལ་ནི་བོད་ཡིག་ནང་ལ་ཡོད་རྒྱུ་ནི་དེབ་གཉིས་སུ་མ་གཏོགས་དེང་སང་ད་ལྟ་བར་དུ་རག་འོག་མ་རེད། དེ་ཡིན་ཙང་དེའི་སྒང་ལ་ང་རང་གིས་སྐད་བརྡ་རིག་པ་གི་རིག་ཚན་དེ་སྦྱངས་བྱས་ནས་དེ་ནི་ཚད་མ་ནང་ལོགས་ལ་ཞེན་སེལ་དང་བརྡ་ཡོད་ཟེར་ཡ་འགྱུར་ད་དེའི་སྐད་བརྡ་རིག་པ་ནང་ལོགས་ནི། Semantic ཟེར་ཡ་འགྱུར་རོ། ད་ནི་བརྡ་དོན་གྱི་རིག་པ་ཟེར་ཡ་འགྱུར། འོ་དེ་དང་འབྲེལ་འབྲེལ་བ་ཆགས་ཡོད་ཙང་དེ་གཉིས་སྐད་བརྡ་རིག་པ་ནང་ལོགས་ནི་བརྡ་དོན་གྱི་རིག་པ་དང་ནི་ཚད་མ་ནང་ལོགས་ནི་ཞེན་སེལ་བརྡ་ཡོད། གཏན་ཉིད་འབྲེལ་བ་ཞིག་ཆོད་ཀྱི་སོང་གཏན་ཉིད་ཤེས་སྡུར་ཅིག་ཅེས། ཨཱ་ནི། ཕྱོགས་གཅིག་ནས་ག་རེ། ང་ཚོའི་བོད་པ་ལ། ད་ལྟ་སྐད་བརྡ་རིག་པ་གི་གཞུང་ལུགས་འདི་ཤེས་ར་ཡག་པོ་ཆགས་ཡོད་མ་རོགས། དེའི་སྒང་ལ་ཨཱ་ནི་ཆེས་གཞི་རྒྱུ་ཆགས་སྲིད་ན་རེད། ད་ལྟ་སློབ་ཕྲུག་ཚོ་ཡིན་ན་རེད། ཨཱ་ནི་དེང་སང་ག་འདི་སྐད་བརྡ་རིག་པ་འདི་ད་ལྟ་ང་ཚོའི། བར་ན་སི་ལ་ཡིན་ན་རེད། ཨཱ་ནི་ས་ར་ཡིན་ན་ཡ་ད་སྐད་བརྡ་རིག་པ་གི་སློབ་ཚན་འདི་བཙུགས་ཚར་འདུག་ཨཱ། ཨཱ་ནི་ཁོང་ཚོའི་སློབ་ཕྲུག་ཚོ་ལ་ཕན་ཡག་དང་ཅིག། ཨཱ་ནི་ཞོར་ནས་ནི་ང་ཚོའི་སྐད་བརྡ་རིག་པ་འདི་བོད་ཀྱི་སྐད་ཡིག་དང། རིག་གནས་ལ་མཚོན་པ་ཡིན་ན་ཡང་ང་ཚོའི། དགོས་ངེས་ཅན་ཞིག་ཆགས་བསྡད་ཡོད་རེད། འོ་དེ་ཡིན་ཙང་དེའི་ཆེད་དུ་ཕྱོགས་གཅིག་ནི་ང་ཚོས་རང་ལ་ཕན་ཡག་ཞིག་བྱས། གཉིས་ནི་ང་ཚོས་ཚད་མ་ནང་ལ་ཤན་སེལ་བྱས་ཡག་དེ། གཉིས་ད་སྐད་བརྡ་རིག་པ་ནང་བོ་ནི་བརྡ་དོན་རིག་པ་དང་འདྲེས་བསྡད་པ་རེད། ད་དེས་ཀྱི་ང་ཚོས་རང་ངོས་ནས་ད་ནང་པ་ཕྱོགས་ནས་བསལ་ན་རེད་ང་ཚོས་རང་གི་རིག་ནུས་ནང་ལ་ཡོད་རྒྱུ་ཤན་སེལ་སྐོར་དེ་གཞུང་ལུགས་འགྲོ་བོ་ཅིག་ད་དང་པོ་ག་ནས་བྱུང་ཡོད་མེད་པར་དུ་ག་འདྲ་སི་ལེ་ཡོད་མེད་དེ་གིས་ད་གཞུང་ང་ཚོས་རིག་ཚན་འདི་འཛུགས་ཡ་ཅིག་རོགས། ངོ་མ་གིས་ད་དེང་སང་སྐད་བརྡ་རིག་པ་འདི་འཛུགས་ཡིན་ན་ཡང་ཁེ་བང་ཁེ་དབང་མང་པོ་ཅིག་གིས་འཛུགས་འཛུགས་སྐད་དང་འདྲ་བའི་བརྡ་སྤྲོད་ས་འདི་ར་ངོ་མ་གིས་ཁེ་བ་རྙིང་པ་འདི་འཛུགས་དེའི་ཚུལ་བསྡུས་བྱས་ནས་ཨ་ནི་རིག་ཚན་དེའི་ཁེ་བང་མང་པོ་ཞིབ་འཇུག་བྱེད་ཀྱི་ནི་ལོ་མང་པོ་འདྲ་བྱས་ནས་ཡར་རྒྱས་འགྲོ་གཞི་ཆགས་དགོས་རོགས། དེ་ཡིན་ཙང་ང་རང་ཚོའི་ངོ་ནས་གཞན་སེལ་དང་འབྲེལ་བའི་སྐོར་དེ་ད། རབ་བྱུང་བ་ཡིན་ན་ནི་ཕྱི་རྒྱལ་དེ་ཚོ་ལ་ཡང་ཏི་ལ་ཡང་ཆེ་ཤི་ཟིན་ན་རེ་ང་ཚོས་གཤེན་སྲས་ཀྱི་རྣམ་གཞག་ཅིག་ཡོད་ར་ཏི་ཁོང་ཚོ་ལ་ཡང་ཐུགས་ཕན་སེ་ཡ་ཅིག་ཡོང་སྲིད་པས་བསམ་ཡོད་ད་ཕྱོགས་གཉིས་ནི་འདྲེ་འཇོ་ཅི་ནི་ང་རང་འཇོ་ཞེས་འདྲེ་འདམ་རེད། ལགས་སོ་ད་ཁྱེད་རང་གིས་གོང་དུ་གསུངས་སོང་ཉེ་བའི་ཆར་བཙན་བྱོལ་བོད་པའི་ཚོགས་སྡེ་ཆེ་ཁག་མང་པོ་ཅིག་གིས་ད་སློབ་སྦྱོང་གི་ལྟེ་གནས་མང་པོ་ཅིག་གིས་རྒྱལ་དར་རིག་པའི་སྒང་ལ་ཤུགས་ཆེར་སློབ་སྦྱོང་བྱེད་ཡག་དང་དོ་དབྱིངས་ཆེན་པོ་ཞིག་གནང་དགོས་རེད་དེ་འདྲས་གསུང་གི་འདུག་ད་སྔ་ནང་བཞིན་ཁྱེད་རང་གིས་ལོ་ལྔ་ཟི་རིང་ལས་དང་སྐད་བརྡ་རིག་པ་དང་འབྲེལ་བའི་ཐོག་ནས་ད་ལྟ་འདི་སྐོར་ལ་ཡང་དཔྱད་རྩོམ་བྲི་བའི་བརྒྱུད་རིམ་འདི་ཁྲོད་ནས་ལྷག་པར་དུ་ཁྱེད་རང་གིས་མཐོང་ཚུལ་འདིའི་ཁྲོད་ནས་ཅིག་དེང་རབས་ཀྱི་སྐད་བརྡ་རིག་པ་རེད་ད་སྔ་ནང་བཞིན་བོད་ཀྱི་གདོད་མ་ནས་ཡོང་བྱུང་བྱུང་ནང་པའི་གཞུང་ལུགས་ཞུ་ར་དེ་གཉིས་ཀྱི་བར་ལ་འབྲེལ་བ་འགྲོ་ཅིག་གར་མཐོང་དགོས་ན་ཁྱེད་རང་གིས་ད་ལྟ་དཔྱད་རྩོམ་བྲི་བའི་བརྒྱུད་རིམ་རེ་ད་སྔ་ནང་བཞིན་ལོ་མང་པོ་ཞིག་ཉམས་ཞིབ་གནང་ཡོད་རེད་བ། འབྲེལ་བ་ཆེ་ཤོས་སུ་ད་ང་ཚོའི་བོད་སྐད་རང་ལ་ད་སྐད་བརྡ་རིག་པ་གྱི་རྣམ་གཞག་ཟེར་ནས་དམིགས་བསལ་གཅིག་ཡོད་མ་རེད་སྲོལ་རྒྱུན་སྐད་བརྡ་རིག་པ་ཟེར་ཡ་ཆོད་རང་དེ་སྟངས་ལ་ང་ཚོས་ད་ང་ཚོ་སྲོལ་རྒྱུན་གྱི་བརྡ་སྤྲོད་ནང་དོན་ལ་གཙོ་བོ་གཅིག་མ་དགོས་མཚོན་ཆ་ཟེར་ཡ་ད་ནི་ནི་བརྒྱའི་རྩ་འགྲེལ་ནི་བརྒྱའི་རྩ་བ་དང་འབྲེལ་བ་དེ་ལ་སོགས་པ་ད་ད་ད་བརྡ་སྤྲོད་དང་འབྲེལ་བ་ཅིག་ཆགས་དགོས་རེད་དེ་སྟངས་ལ་ཡང་སྐད་བརྡ་གྱི་ཆ་ད་སྐད་བརྡ་རིག་པའི་ཆ་ཟེར་ན་འགྲིག་གོ་རེད་ད་ནི་ང་ཚོ་སྐྱིད་ནི་ལ་སོགས་པ་འགྲོ་ད་ནི་མིང་ཚིག་ཡི་གེ་ལ་སོགས་པ་སྒྲུབ་སྟངས་ཀྱི་སྐོར་ནི་ད་སྐད་བརྡ་རིག་པ་གྱི་ཆ་མང་པོ་ཅིག་ཟུར། ཁ་ཤས་ཤིག་ཡོང་དགོས་རེད། ཡིན་ནའི་དེང་སང་གི་ང་ཚོའི་སྐད་བརྡ་རིག་པ་འདི་ནི་རིག་ཚན་ཟེར་བ་ཅིག་ཆགས་བསྡད་ཀྱི་ཡོད་ར། འདིའི་ནང་བཞིན་གྱི་ནི་སྒྲ་སྒྱིག་པོ་དང་ཤེས་ཚོར་པོ་ཞིག་ལ་ཡོད་མ་རེད། ད་ང་ཚོས་བེད་བཞག་པ་ནི། སྐད་བརྡ་རིག་པ་ནང་ནས་སྒྲ་གདངས་རིག་པ་ཟེར་ན་རེད། Phonetics ཟེར་ཡ་ཆོད་ར། དཀྱིལ་ནི་ལ་སོགས་པ་ནི་སྒྲ་ང་ཚོའི་ཁ་ནས་མ་སྒྲ་ཐོན་ཡོང་ཙམ་པ། སྒྲ་དེའི་དཀྱིལ་ནི་ག་བ་ག་མཐོང་གི་མེད། དེ་ལ་ནི་སྒྲ་གི་ཤུགས་དོན་དང། དེ་ནི་དཀྱིལ་ནི་ཟེར་ན་ང་ཚོ་ནམ་རྒྱུན་སྲོལ་རྒྱུན་གྱི་བྱ་བ་ཡིན་ན། དཀྱིལ་ནི་སྒྱེད་ལ་སོགས་པ་ཞིག་རེད་བ། དེང་སང་ད། འདི་འདྲ་ཡོད། གལ་ཏེ་རིག་པ་རང་ནང་བ་ན་དེའི་ནང་ལ་ད་ཨིན་ཚིག་གི Phonetics གཅིག་པུ་ལ་ནི་དགེ་མཚན་ཧྲིལ་བོ་རྒྱས་པ་ཞིག་ཡང་ཆགས་ཡོད། ད་ང་ཚོས་ཁ་ནས་སྒྲ་ཐོན་ཏེ་སྒྲ་གི་ཆུ་ལུད། དེ་ནས་སྒྲ་གི་ཤུགས་ཚད། དེ་ནས་སྐྱིད་ནི་ཚུལ་རིམ་པ་ཅིག་ནི་ཁ་ནང་ནས་ཐོན་ཡ་དང་ནང་ནས་ཐོན་ཡ་ཅིག་ཨ་ནི་སྐྱིད་ནི་ལ་སོགས་པ། ཚང་མ་གསལ་བོ་ཅིག་ཡོད་གང་ཞིག་ལ། ཨ་ནི། ད་ནི། ང་ཚོའི་བོད་སྐད་ཀྱི་ནང་ལ་ནམ་རྒྱུན། ད་ནི། འདི་ནི་རྒྱས་ལ་སོགས་པ་ཁ་ཅིག་ཅིག་མ་གཏོགས་ཐོན་དགོས་མ་རུང། དེ་ཚོའི་གོང་ནས་ང་ཚོ་ཡང་ལན་དགོས་ཡ་མང་པོ་ཅིག་བྱ་དགོས་རེད། ད་ང་ཚོས་ལ་སྤྱི་བཏང་གི་རྨང་གཞི་བརྩམས་ཟིན་ན་རེད། སྤྱི་བཏང་གི་ང་ཚོའི་སྐད་བརྡ་རིག་པ། རང་གི་བརྗོད་བྱ་དེང་སང་གི་དེང་རབས་སྐད་བརྡ་རིག་པ་ཟིན་ན་དེ་ཡི་ནང་ནས་ང་ཚོས་འབྲི་ཆུ་མང་པོ་ཅིག་ཚང་དགོས་མ་རེད། ད་དེ་ནང་ལ་ང་ཚོ་ཡང་ཚད་མ་ནང་ལོགས་ལ་གཞན་སེལ་དང་འབྲེལ་བ་ད་ང་ཚོའི་བརྡ་སྟོན་དང་འབྲེལ་འདི་རྒྱུ་གི་དེ་འདྲ་བོ་སྐོར་མང་པོ་ཅིག་ད་ང་ཚོའི། བརྡ་སྟོན་རིག་པ་ཅིག་འབྲེལ་བ་ཡོད་ར། དེ་ཚོའི་སྐོར་ནས་ང་ཚོ་ཡང་སྤྱི་བཏང་གི་སྲོལ་རྒྱུན་ཆ་ནས་ཁ་ཤས་ཁ་ཤས་ཅིག་སྐད་བརྡ་རིག་པ་དང། ད་སྐད་བརྡ་རིག་པ་ཟེར་ནས་མིས་མ་བཏགས་མ་གཏོགས་སྐད་བརྡ་རིག་པ་རང་དང་འབྲེལ་བ་རྒྱུ་སྐོར་ཞིག་མང་པོ་ཅིག་ཡོད་རེད། དེ་ཚོའི་གོང་ལ་ད་ང་རང་གིས་བསྟན་རྒྱུན་ནང་ལ་ཞུགས་བསྡད་རྒྱུ་གི་སྒྲ་རིག་པ་སྐོར་མང་པོ་ཞིག་ཡོད་ར། དེའི་ནང་ལ་ཡང་ང་ཚོས་བརྡ་སྤྲོད་རང་དང་འབྲེལ་བའི་ཆ། དེ་ནི་མཚན་ཉིད་རིག་པའི་ཆ། མཚན་ཉིད་རིག་པ་དང་ཟེར་ནི་རེད། སྐད་སྤྱི་སྟངས་ཀྱི་སྐད་ཀྱི་ཁྱད་ཆོས་རང་དང་འབྲེལ་བ་ཡོད་རྒྱུ་གི་ཞིག། ད་ལྟ་བ་ཟེར་ནི་རེད་དེ་གི་སྐོར་གྱི་གྲུབ་གྲུབ་ཆ་མང་པོ་ཅིག་ཡོད་རེད། དེ་ཚོའི་ཚུལ་ཕྱོགས་བསྡུ་བྱས་ད་ང་རང་གིས་ཆེད་རྩོམ་ལ་དེའི་སྐོར་ལ། ད་ཞིབ་ཚགས་པོ་ཟེར་ནི་རེད་དེའི་སྐོར་ལ་འབྲེལ་བ་ཡུལ་མང་པོ་ཅིག་བཤད་ཡོད་ར། འོ་དེ་འགྲོ་ཅིག་ནི་ཕྱོགས་བསྡོམས་འགྲོ་ཅིག་དེའི་སྒང་ལ་ནི་ད་གཟོད། དེ་དེང་རབས་ཀྱི་སྐད་བརྡ་རིག་པ་ཀྱི་བཤད་སྟངས་ཅིག་གོ་རོགས། འོ་དེ་ཚུ། ད། ད་ནི་ཚུར་ལེན་ཟེར་ན་རེ་དེའི་ནང་ནས་ལེགས་ཆ་ཚུར་ལེན་ཟེར་ཡག་ཡོད་རོགས་འོ་དེའི་འགྲོ་ཅིག་ཅིག་ནི་ད། ཐབས་ཤེས་འགྲོ་ཅིག་བཏང་ཡོད་རེད། ང་རང་མཐོ་སློབ་ལ་འགྲིམ་བཞིན་པའི་སྐབས་སུ་ད་ནི་ཁྱེད་རང་གིས་ཇོ་བོ་ཉི་ཧོང་མགོན་པོ་གི། རྩོམ་ཡིག་བསྒྱུར་བྱ་དགོས་ཞོ་མེ་ཏོག་འཕྲེང་རྒྱུ་དེ་སོགས་ལག་འདོན་བྱེད་མྱོས་ལྷག་པར་དུ་ད་ལྟ་ངོ་དེབ་རེ་དང་ན་ཆེ་སྤྱི་ཚོགས་དྲ་ལུང་ཁག་ལ་ཁྱེད་རང་གི་རྩོམ་བསྒྱུར་བྱ་རྒྱུ་དེ་འདྲའི་མང་པོ་ཞིག་མཐོང་མྱོས་ཡོད་ལ་ལྷག་པར་དུ་ང་ལྟ་བུ་ཆ་མཚོན་པ་ན་ཁྱེད་རང་གི་བརྩམས་ཆོས་ལ་མྱོང་རོལ་བྱེད་མྱོས་དང་ཀློག་པ་པོ་ཞིག་དུས་འདི་བསམ་པ་ད་ལྟ་ཉེ་བའི་ཆར་ལ་ཡང་ཁྱེད་རང་གིས་ཅིག་རྒྱ་གར་ནས་བོད་ཡིག་ལ་བསྒྱུར་བྱ་རྒྱུ་ཡོད་ན་རེད་རྒྱ་ཡིག་ནས་བྱས་ནས་དང་ན་ཆེ་ལེགས་སྦྱར་ནས་དེ་འདྲའི་བསྒྱུར་བྱ་རྒྱུ་རྒྱ་གཞུང་དེ་འདྲས་ག་རེ་ག་རེ་བསྒྱུར་གནང་ཡོད་ན། ཨོ་ཉེ་བའི་ཕྱི་ཟླ་ལྔའི་སྔོན་མ་ཉིས་སྟོང་བཅུ་གསུམ་ལ་མེ་ཏོག་འཕྲེང་བཞི་དེ་བསྒྱུར་རོ། འདིའི་རྗེས་ལ། ད་གཙོ་བོ་དེ་བཀྲིན་ཆེ་ཁོང་ཅག་ག་ལ་ང་ལས་ཀ་མང་པོ་བྱེད་མྱོང་ཡོད་ད་ང་ཚོ་བསྟན་རྒྱུ་ན་ཡོད་རྒྱུ་ད་ལྟ་ཟློས་གར་གྱི་གཉིས་ཟློས་གར་གཉིས་ཡོད་རེད་ད་ལྟ་འཇིག་རྟེན་ཀུན་ཏུ་དགའ་བ་ཟེར་ཡག་དང་ལུང་ཀུན་ཏུ་དགའ་དེ་གང་ལ་ང་རང་གིས་ད་ལེགས་སྒྱུར་དང་བསྡུར་བྱས་ནས་ད་ལྟ་འཇིག་རྟེན་ཀུན་ཏུ་དགའ་བའི་ཟློས་གར་དེ་ལ་ལེགས་སྒྱུར་གྱི་མ་ཡིག་དེ་རག་གོ་བ་མ་རེད་ལུགས་ཀུན་ཏུ་དགའ་བ་ནི་ལེགས་སྒྱུར་རག་གོ་ད་གཟོད་བསྡུར་དེ་གང་ལ་ལེགས་ཀ་བྱས་དེ་ནི་བསྟན་རྒྱུ་ཕོ་ཉ་དེ་དེ་གང་ལ་ད་ངོ་མ་ང་ཚོ་འགྱུར་རྙིང་པ་ཅིག་ཡོད་རེད་ཡ་ད་ལྟ་ལུས་ཅན་སྤྱང་ཆུ་སེམས་འོ་སྒྱུར་བྱ་རྒྱུ་འགྱུར་ཅིག་ཡོད་རེད་ད་དེའི་ནང་ལོགས་ནས་ད་ལྟ་ཉིས་སྟོང་བརྒྱད་དགུ་ནི་ད་ལྟ་རྒན་སྤྲེལ་ནག་པ་དང་ང་གཉིས་ཀྱི་དེའི་སྒང་ལ་ཉེ་ཆར་ཟེར་ན་རེད་ད་ལྟ་ཉེ་ཆར་ཉིས་སྟོང་བཅུ་དགུ་ལ་ཐོན་ཟེར་ད་ནི་ཀེ་ཤི་ཤན་ཇེ་ཟེར་ཡ་བྱུགས་ར་འོ་དེ་འདྲ་བོ་གཅིག་གིས་གཅིག་གིས་ནི་ང་རང་གི་དེ་གྲུབ་ཚེ་རུ་བགྱིས་ལ་ད་ལོ་ཕལ་ཆེར་བཅུ་ལྷག་སུ་འགྲོ་དགོས་རེད་དེ་གི་བརྒྱུད་རིམ་གནང་བ་ནི་ང་རང་གི་བཙུན་གྱི་བུ་ཉལ་ལ་སྦྱངས་ཨ་ནི་ལེགས་བྱས་མཉམ་དུ་སྦྱངས་སྦྱངས་འགྲོ་དགོས་ར་ད་མཐའ་མ་དེ་ལ་ཉིས་སྟོང་ཕལ་ཆེར་བཅོ་བརྒྱད་ལ་བཅོ་བདུན་ཟེར་ན་བཅོ་བརྒྱད་བར་དེ་ལ་ང་རང་གི་རྒྱུ་ཟེར་བ་གཅིག་ཨ་ནི་རྒྱུ་བྱས་ཡོད་རེད་ད། དེ་རང་ད་ནི་འགྱུར་ཟེར་བ་དེ་འདེགས་བྱེད་རང་ནས་འགྱུར་བྱ་ཡོད་ཀི་སྤྲིན་གྱི་ཕོ་ཉར་གྱི་འགྱུར་ཟེར་བ་ཅིག་ང་རང་རང་གིས་འགྱུར་ཞུས་ད་དེ་ཉིས་སྟོང་བཅུ་རྩ་གསུམ་གྱི་སྤྱི་ཟླ་བཅུ་པ་ནང་ལ་ཕལ་ཆེར་དོན་དུ་དགའ་བོ་རེད། ང་ཚོ་སློབ་གྲྭའི་རང་གི་དཔེ་སྐྲུན་བྱེད་དགོས་རེད་དེ་གཅིག་ཨ་ནི་གཞན་པ། གཉན་ཡང་རྒུད་གཤོང་ད་ལྟ་དབྱངས་ཅན་དགུན་རྒྱལ་ལ་སོགས་པ་ད་ནི་གདན་ཁྲི་སློབ་དཔོན་གདན་ཁྲི་དང་དུས་མཉམ་པའི་སློབ་དཔོན་འབར་མ་ཟེར་ཡ་ཆོད་ཁོ་རང་གིས་གཉན་ཡང་གི་རྒྱན་ཟེར་ཡ་ཆོད་དེ་ཚོས་ང་ཚོ་ད་ལྟ་ང་རང་ད་ལྟ་ལས་ཀ་བྱེད་ས་དེ་རྩོམ་རིག་དགེ་མཚན་རེད། བོད་ཀྱི་རྩོམ་རིག་དེ་ནང་གི་ད་མང་བོ་པའི། བསྒྱུར་ཕྱིར། ཨོ་དེ་དང་ལ་བཤད་པར་མང་བོ་པ་ཡིན་ན་དེ་ནས་བསྒྱུར་བར་གྱི་ཐབས་ཤེས་དང། ལགས་སོ་ལགས་སོ། ཨ་ནི་ཁྱེད་རང་གི་ལྟ་བུ་ཆ་ཚུད་ན་ཅིག་སྲོལ་རྒྱུན་སྙན་ངག་མང་ཆེ་བ་ལ་དེ་འདྲའི་ལག་པ་འཆང་ཡས་དང། ད་ལྟ་ཉེ་ཆར་ཡང། ད་ཉེ་བའི་ཆ་ལ་ཡང་ཅིག་སྲོལ་རྒྱུན་སྙན་ངག་དང་འབྲེལ་བའི་ཐོག་ནས་ཡང་བསྒྱུར་མང་བོ་ཅིག་བཏོན་ཡོད་ཟེར། དེ་འདི་བསམ་པ། ཁྱེད་རང་གིས་བསྒྱུར་དེ་ཚོ། ད། འདུག་ལྟ་ཡོང་ན་ཅིག་ངས་ལྟ་ཚུལ་བྱས་ན་ཅིག་སྲོལ་རྒྱུན་སྙན་ངག་ལ་ཅིག་ཞབས་འདེགས་ཡག་པོ་ཞིག་དང་ལྷག་པར་དུ་ཅིག་གོ་གནས་མཐོ་བོ་ཞིག་སེམས་ཀྱི་རེད་བསམ་གྱི་འདུག་ཁྱེད་རང་ལ་དེ་ད་ནི་བལྟས་ཚུལ་རག་ག་རེ་ཡིན། ད་ང་རང་གིས་བསྒྱུར་བྱ་རྒྱུ་ད་གཙོ་བོ་ད་བཀྲིན་ཆེ་ཕོ་ཉ་དེ་ད་འདྲ་ད་ཚར་རེད་བ་རེད་རོ། ཨ་ནི་དེ་ནང་ལ་ངོ་མ་གིས་ད་ད་མེ་ཏོག་འཕྲང་རྒྱུ་ཟེར་ན་རེད་དེ་ཚང་མ་ད་ད་དེ་གློག་བརྙན་ཁ་ཤིག་ང་ལ་ཞུས་བྱུང་རོ། ད་ཁྱོད་རང་གིས་ཐ་སྙད་དཔེ་ཞིག་ཐོམ་དང་རེད་ཨ་ནི་ཚིག་སྦྱོར་ལ་སོགས་པ་ག་རེ་དང་ངོ་མ་གིས་ད་ངོ་མ་གིས་བསྟན་བཅོས་སྐྱེས་ཟེར་ན་རེད་ང་ཚོ་གིས་བབ་དུས་སུ་ཁྲེ་ཡ་གིས་ཚིག་སྦྱོར་བཏང་བྱ་ཟིན་དེ་གང་ལ་དོན་ངོ་ཐ་སྙད་ཁ་ཤིག་བྱུང་སོང་རོ། དེ་བཀྲིན་ཆེ་ཕོ་ཉ་ན་ང་རང་གིས་ད། མ་འོངས་པ་ནི་ཕལ་ཆེར་ཟླ་བ་གཅིག་གཉིས་ནང་ཕལ་ཆེར་ཆུ་ལོག་ཐོན་གྱི་རེད་བསམ་སོང། དེའི་ནང་ལ་ད་ཁྱོད་ཚོས་མ་གཟིགས་པ་ཡིན་ན་ཨ་ནི། ཧ་གོ་བསམ་ད་ང་རང་གི་ཐ་སྙད་དཔེ་ཞིག་གཏོང་ད་ང་རང་ཡིན་ན་ཝར་ན་སིན་འགྲོ་ནས་ཕལ་ཆེར་ད་ལོ་བཅུ་དྲུག་སུ་འགྲོ་ག་རེད་ཨ་དེའི་ནང་ལ་ད། ལེགས་གྲས་ལྗང་གོ་རེད། བྱས་ཉེས་མིན་པ་མིན་ན་མིན་པ་ཡིན་ན་ཡང་ག་རེ་ལབ་ན་ད་ལྟ་སོ་སོ་གི་ད་ད་ལྟ་བར་དུ་ལོ་བཅུ་དྲུག་རིང་ལ་སྦྱངས་དང་སྦྱང་བཞིན་པ་ད་ལྟ་མུ་མཐུད་དུ་སྦྱངས་བཞིན་པ་འགྲོ་དེའི་ནང་ལ་ད་ངོ་མ་གི་ལོ་ཙཱ་བ་གིས་བསྒྱུར་བཤད་རྒྱུ་བསྒྱུར་མང་པོ་བྱེད་ག་རེ་བ་ད་ད་ངས་གོང་དུ་ཞུས་པ་ནང་བཞིན།

ལ་སོགས་དང་ཁྱེད་རང་ལྟ་བུར་ཆ་མཚོན་པ་ན་ཉེ་བའི་ཆ་ལ་བཙན་བྱོལ་བོད་མི་གཞན་གྱི་སྡེ་ཁག་མང་དག་ཅིག་ལ་ད་ལྟ་ས་ར་ཆེ་ད་ག་ནང་ཞིག་ཡོད་བི་གའི་རྫོང་ས་ཆེ་དང་དེ་འདྲས་ལ་ཆེ་འབྲེལ་གནང་དགོས་ཡོད་ས་རེད་ལ། ལྷག་པར་དུ་ཁྱེད་རང་བ་ར་ན་སི་ལ་ད་ལྟ་འབུམ་རམས་པའི་སློབ་སྦྱོང་བྱེད་བའི་ཞག་དང་ཤོ་ལ་ཡ་ཡང་སློབ་མ་དེ་ཚོ་ཅིག་ལེགས་སྦྱར་རེད་དབྱིན་ཡིག་རེད་བོད་ཡིག་ལ་སོགས་པ་ཆེད་འབྲེལ་བྱེད་ཡོད་རེད་ཡོད་ས་རེད་ད་ག་ནང་ཞིག་ཁྱེད་རང་གིས་ཉམས་ཞིབ་བས་གནང་དགོས་ཡོད་ས་རེད་དེ་ཡིན་དུས་བསམ་པ་ཁྱེད་རང་གིས་དེང་གི་ཆ་ལ་ཉམས་ཞིབ་གཙོ་བོ་དེ་ག་རེ་གང་ལ་གནང་གི་ཡོད་ན། འོ་རེད་ད་བ་ར་ན་སི་ད་ང་ལས་ཀ་གཙོ་བོ་ཟིན་ན་རེད་ད་ང་ཉིས་སྟོང། ཆོས་བདུན། ཨ་ནི་ད་ནི་ཨ་ཅར་ཐོན་ཚེར་རྗེ་རྗེས་ལ་ཐོན་ཚེར་མ་ཐག་ཨ་ནི་ད་ནི། ང་ཚོ་བོད་ཀྱི་ལ་རྩོམ་རིག་སྡེ་ཚན་ད་དེ་སྐབས་སུ་རྩོམ་རིག་ལྟེ་གནས་ཟེར་གྱི་རེད་ད་དེང་སང་ང་ཚོ་ད་རྩོམ་རིག་སྡེ་ཚན་ཟེར་ནས་ད Department of ཆགས་ཚར་ཉིན་ཕྱེད་རང་ཆགས་ཡོད་ཅིག་རེད། དེའི་ནང་ལ་ལས་ཀ་ཅི་ནི། ཨ་ནི་ང་རང་ལས་ཀ་གཙོ་བོ་དེ་རྩོམ་རིག་སྡེ་ཚན་ནང་ལ་ནི་ཞིབ་འཇུག་ལས་རོགས་ཟེར། དེ་གི་ངོ་ནས་ནི་ང་རང་ལས་ཀ་བྱེད་བཞིན་པ་ཅིག་རེད། ད་དེའི་ཤར་དང་ཞོར་ལ་ནི་ང་རང། ཉིས་སྟོང་ཕལ་ཆེར་བཅོ་བརྒྱད་ཡིན་པ་ཡོད་དེ་སྐབས་སུ་ཨ་ནི་རིག་གནས་ཡང་འཛམ་ས་འགལ་ལ་འདང་མ་གནང་ཚེ་ནི་ཡང་རིག་གནས་ཀྱི་འཛིན་གྲྭ་ལས་ཡང། སྟེགས་གཅིག་ལ་ཡང། དབྱིན་ཇིའི་འཛིན་གྲྭ་ཡང། འཛིན་གྲྭ་འོག་མ་བཅས་ལ་ཡང། ད་ལྟ་འགན་ལེན་གཏོང་མ་གནང་ཕྱིན་ནས་དེ་འདྲ་བར་ཕྱིན་ནས་འོ་དེ་འདྲ་ཅི་ཡོང་ཡོད་དེ་འདི་སྙམ་དུ་ཕྱིན་པ། ཡང་ཕྱི་ལོགས་ནས་ཚམ་ཚོམ། བཀྲ་ས་ཁང་ནས་རེད། ནས་འབྲུག་དང་དུ་བཟོས་ནས་ཡང་ཁ་ཤས་ཤིག་ལག་ཁྲིད་སྟོན་ཉན་བྱེད་མཁན་དང་ངག་ལག་མཐིལ་ལ་སོགས་པ། སྦྱང་དགའ་ཕན་ཡོན་མང་པོ་ཡོད་རེད་འོ་དེ་ཚོ་ལ་ཡང། སོ་སོའི་གང་ཐུབ་ཐུབ་ཀྱིས་ཞབས་ཕྱི་བྱེད་ཡ་མང་པོ་ཞིག་བྱུང་སོང། ལ་སོགས་ནི་ད་ལྟ་ངས་ནོར་མེད་པ་ཡིན་ན་ད་ལོ་ཁྱེད་རང་དེ་རྡ་རམ་ས་ཁུལ་ལ་ཡང་ཨོ་སི་བཞུགས་སོ་ད་གནའ་ཞིག་རྫོང་སར་ལ་སོགས་པ་ལ་འཆད་ཁྲིད་མང་པོ་ཞིག་གནང་སོང། ད་ལོ་ཁྱེད་རང་གིས་འཆད་ཁྲིད་གར་གར་གནང་ཡོད་ན་ད་གནའ་ཞིག་འཆད་ཁྲིད་དེ་ཚོ་ག་འདྲེ་རུ་བྱུང། ད་གནའ་ཞིག་དོན་གཉེར་བྱེད་མཁན་སློབ་མ་ཨོ་སི་ཡོང་གི་འདུག་ཡ་ག་འདྲེ་ར་ཡིན་ན། ད་ཁ་སང་ཕྱི་ཟླ་དགུ་པ་གི་ཚེས་གཉིས་ལ་ནི་མང་ཚོགས་འདུ་ཤེས་འདུས་ནས་ང་ཚོ་ད་འབུམ་རམས་པ་ཐོན་ཟེར་བའི་ང་ཚོ་ལྷོ་སྒྲུབ་སློབ་མ་ཁ་ཤས་ལ་འདི་བྱ་དགའ་དེ་གནང་རོགས། འོ་དེ་དང་བསྟུན་ནས་ང་ཚོ་ཚོས་བསྡད་རེད་ད། དེ་དང་མཉམ་དུ་ང་ད་ལྟ་བར་དུ་ཕལ་ཆེར་ལོ་ལྔ་ཕལ་ཆེར་ཡང་མ་ཞི་དྲག་འགྲོ་ཡ་ཅུང་མ་ཟེར་བ། ད་ལྟ་ཚོང་འདུ་ཁ་ཤས་ལ་འགྲོ་ཡ་དེ་མ་གཏོགས། ད་ལྟ་ད་ཚུལ་ལས་འདི་དང་བསྟུན་ནས་ནི། རྫོང་སེར་རིགས་ཀྱི་ང་རང་ལ་འབྲེལ་བ་བྱས་སོང་ནི་ཁོང་ཚོ་ལ། ང་རང་གིས་ད་ལྟ་བྱེད་རྩོམ་དང་འབྲེལ་བྱས་ནས་ཁོང་ཚོ་ལ་ད། ད་ལྟ་ཆེ་བྲིས་ཟིན་ན་རེད་ཁོང་ཚོ་ལ་ལྷུ་དྲུག་དེ་ཚོ་ད་ལྟ། ཞིབ་འཇུག་གི་སློབ་མ་ཅིག་རང་ཁོ་རང་ཚོ་མཉམ་དུ་སྐད་ཆ་བྱུང་ན་དེའི་སྐོར་ལ་ཅིག་བཤད་ཐུབ་ན་ཡག་པོ་འདུག་ཟེར་ཁོ་རང་ཚོ་འབྲེལ་བ་བྱས་རེད། དེ་དང་མཉམ་དུ། ས་རཱ་ཏུ་ལུ་ཡང་བརྒྱུད་ནས་ང་རང་ལ་དེའི་སྐོར་ལ་ད་གཙོ་བོ་དེ་བཤད་ཡ་གཙོ་བོ་དེ། ད་ལྟ་ང་རང་གི་ཆེད་རྩོམ་མཛད་ནས་སྐད་བརྡ་རིག་པ་གི་ཕྱོགས་ཅིག་ར་དེ་དང། ནི། ད་ལྟ་དེའི་ནང་ལ་བརྗོད་གཞི་དང་ང་རང་གི་ས་བཅད་ང་ཁ་ཤས་ཤིག་བཀྲམས་ཡོད་རེད། དེ་ཚོ་ཁོ་རང་ཚོ་ནང་ནས་ག་རེ་ག་རེ་བྱས་ན་ད་སྙེ་མ། ས་རཱ་ལ་ང་ཉི་མ་གསུམ་གསུམ་ཟིག་རེད། ཨ་ནི་ལྷོ་ཁྲིད་དམངས་ཡོངས་ལ་ད་ང་རང་གི་ཆེད་རྩོམ་སྐོར་ལ་ངོ་སྤྲོད་ཅིག་བྱེད་རེད། དེ་རྗེས་ནི་ད་རྫོང་སར་ལ་ང་རང་གི་ཆེད་རྩོམ་རང་དང་འབྲེལ་བའི་ད་ལྟ་སྐད་བརྡ་རིག་པོའི་སྐོར་ཅིག་བྱས། དེ་ནས་གཞན་པ་ད་ཆེད་རྩོམ་རང་དང་མ་འབྲེལ་བའི་ད་ལྟ་ཡང་རྩོམ་རིག་སྐོར་ཅིག་རོ། དྲིན་གྱི་ཕོ་ཉའི་སྐོར་རེད་དེ་ནི་ཀླུ་ཀུན་ཏུ་དགའ་བ་ལ་སོགས་པ་དེ་ཚོའི་སྐོར་ནས་ང་རང་གི་ཡང་སོ་སོའི་ཉམས་མྱོང་ཟེར་ན་དེ་ཚོའི་སྐོར་ཅིག་ལ་མ། ད་ལྟ་བཞིན་འགྲོ་ཅིག་ཅེས། ཕལ་ཆེར། དུང་སེར་ལ་ང་ཉི་མ་ཕལ་ཆེར་རྒྱས། ཨ་འདྲ་ཞིག། ལ་སོགས། ཨ་ནི་ད་ལྟ་དེ་ཁྱེད་རང་གི་འབུམ་རམས་པའི་དཔྱད་རྩོམ་དེ་ཕལ་ཆེར་བསྡུ་ཡ་བཏགས་པ་ཡིན་ན་སྒྲ་རིག་པ་དང་འབྲེལ་བ་ཆེན་པོ་ཡོད་ས་རེད། སྤྱིར་བཏང་ད་ང་ཚོ། བོད་ལ་ཡང་རིག་གནས་ཆེ་ཆུང། བཅུ་ཡོད་པའི་ནང་ལོགས་ཀྱི་ད་རིག་གནས་ལྔ་ཡི་ཡ་གྱལ་རིག་གནས་ཆེ་བ་ལྔ་གི་ཡ་གྱལ་སྒྲ་རིག་པ་དེ་ཆགས་འདུག་ར་དེའི་ནང་ལོགས་ཀྱི་སྤྱིར་བཏང་ད། ངའི་ནོར་མེད་པ་ཡིན་ན་བོད་པའི་བརྡ་སྤྲོད་པའི་གཞུང་ལུགས་ད། གསུམ་ད་དག་གསུམ་གཙོ་བོ་དེ་ད་ང་ཚོ་མཐར་ཐུག་ཡིན་ན་སྒྲ་རིག་པ་རུ་ཞིག་བོད་པའི་ཐོག་ནས་དེ་འདྲས་ཞིག་ཕལ་ཆེར་ངའི་ནོར་མེད་ན་དེ་འདྲས་ཞིག་བརྩིས་ཡོད་ས་རེད་ད་ན་ཤིང་ད་ཁྱེད་རང་གི་ལེགས་སྦྱར་གྱི་སྒྲ་རིག་པའི་སྐོར་ལ་སློབ་གཉེར་གནང་གི་དོག་དེ་གནང་དགོས་ཡ་གི་གལ་གནད་འགྲོ་དང་དེ་གནང་དགོས་ཡ་རྒྱུ་མཚན་འགྲོ་དེ་ག་རེ་ཡིན་ན། སྒྲ་རིག་པ་ལ་སྦྱང་དགོས་ཡ་རྒྱུ་མཚན་དེ་གཙོ་བོ་དེ་ད་གལ་གནད་འགྲོ་དེ་ང་ང་རང་ལྟ་བས་ན་འདི་འགྲོ་མཐོང་གི་ཡོད་རེད་ད་ང་ཚོས་གི་ད་སྲོལ་རྒྱུན་གྱི་རིག་གནས་ཟེར་ན་རེད་ནང་ཆོས་དེ་གཙོ་བོ་ང་ཚོས་ད་ག་ལྟས་གཉིས་ཆ་ད་རྒྱ་གར་གྱི་སྐད་ནི་ལེགས་སྦྱར་སྐད་ཟེར་ན་རེད་ད། བརྒྱ་ཆའི་མང་ཤོས་དེ་ལག་འཇལ་གྱི་ཆ་སྒོར་ར་ཏི་ནི་ཚོས་བསྒྱུར་ར་ཅིག་ཆ་སྒོར་ཏི་ཡིན་ཙང། དེ་སྦྱངས་པ་ཡིན་ན། སོ་སོའི་གི་ད་ལྟ། ནང་ཆོས་ད་ཡིན་པ་ཅིག་ར་སོ་སོའི་ད་ལྟ་བོད་ཀྱི་བརྡ་སྤྲོད་རང་དང་འབྲེལ་ཡོད་གི་ན་ཡང་ང་ཚོ་དེ་གང་ལ་ཅི་སྟེ་དོན་ཐོས་དང། དེ་གང་ལ་ང་ཚོས་དཀའ་གནད་མང་པོ་ཞིག་སེལ་ཡ་ད་ང་ཚོས་སུན་ཅུ་བ་ད་བཏང་བཅུག་ཅིག་ར། དེའི་ནང་ལ་ནི་ང་ཚོས། ད་ལེགས་འཇལ་གྱི་བརྡ་སྤྲོད་དང་འབྲེལ་ཅིག་ནི། དེའི་ནང་ལ་ཡང་རིག་པ་ཟེར་ན་རེད། དེའི་སྐོར་ལ་ཁ་གསལ་སྟོན་དགོས་ཡ། ནས་དེ་དང་འབྲེལ་ནས་ང་ཚོ་ད་ངོ་མ་ང་ཚོའི་གནའ་མི་དང། དེ་ནས་བརྟག་འཇུག་ལ་སོགས་པ་མང་པོ་ཅིག་ལེགས་སྒྱུར་གྱིས། བརྡ་སྤྲོད་ཀྱི་ཤུགས་ཟེར་ན་རེད་དེ་འདྲ་ཡོད་རེད་བ། དེ་ཡིན་ཙང་དེ་ནང་ནས་ཚུར་ལོག་སོགས་ལེན་བཞིན་དེ་ཤེས་པ་ཡིན་ན། ནས་དམིགས་བསལ་གུ་དག་ཁྲོད་ཅིག་ཡོང་གོ་རེད། ད་ནི་སོ་སོའི་བོད་སྐད་དེ་ལ་རྩལ་དུ་སྟོན་ཐུབ་ཟེར་ན་རེད། ད་ནང་ཆོས་ད་ང་ཚོ་པོའི་སྐད་ནི་ཚུལ། དེ་འདྲ་ལེགས་སྦྱར་སྐད་ནི་ཚུལ་བསྒྱུར་བྱ་ཡོད་རོ། དེ་ཡིན་ཙང། དེ་གི་ད་དཔེར་ན། སོ་སོའི་ཨ་མ་འདྲ་བོ་ཞིག་ཡོད་རོ། དེ་གང་ལ་འདྲ་ཡོད་ལ། དེ་ཤི་བ་ཡིན་ན་ཨ་མ་དེ་ལེགས་སྦྱར་སྐད་དེ་ཤི་བ་ཡིན་ན། ཨ་ནི་བོད་སྐད་ནང་ལ་ད་དེ་འདྲ་མིག་སེར་གྱི་ཁུ་བ། ཀུ་བ་ཆོད་ཡ་ཅིག་ཡོད་རོ། འོ་དེ་འདྲ་ཅིག་ཆགས་དགོས། དེ་ཡིན་ཙང་དེ་བཤད་ལ་ཡིན་གྱི་མི་གཅིག་ལག་རྗེས་དེ་ཤེས་དགོས་གལ་ཆེན་པོ་ཆགས་དགོས་རེད་བསམ་གོ་ཐོག་མ་རང་ཡིན་ན། ལགས་སོ་ད་ལྟ་དེ་ཁྱེད་རང་གིས་གོང་དུ་གསུངས་སོང་ལེགས་སྦྱར་གལ་ཏེ་ཤེས་པ་ཡིན་ན་ཅིག་གནའ་བོའི་བོད་ཀྱི་བསྟན་བཅོས་མང་པོ་ཅིག་མགོ་ཡག་ག་ཚུགས་བ་དང་ལྷག་པར་དུ། སུམ་རྟགས་རྟགས་གསུམ་གྱི་དཀའ་གནད་མང་པོ་ཅིག་གྲོལ་འགྲོ་བས་ད་དེ་འདྲས་ཤིག་གསུངས་སོང་དེ་འདི་ཆ་ད་ད་སྤྱིར་བཏང་དེང་གི་ཆར་ལ་བཙན་བྱོལ་བོད་པའི་སྤྱི་ཚོགས་ལ་བལྟ་ཡོང་ན་ལེགས་སྦྱར་གྱི་སྦྱང་ཉེས་ཉུང་ཉུང་རེད་དེ་བོད་ནང་ནས་སྦྱང་ཉེས་དེ་མང་པོ་ཡོང་གི་འདུག་ཡིན་ན་ཡང་ད་ང་ཚོ་ལེགས་སྦྱར་གྱི་ཚུལ་འདྲ། བོད་བསྒྱུར་བྱས་ཞེས་བ་དེ་སྒྲ་ག་ལ་བ་དང་བཙན་དོ་བ་དབྱངས་ཅན་སྒྲ་ཐོ་དེ་རེད་ལྷག་པར་དུ་ད་དེ་ནང་ལོག་གི་སྒྲ་རིག་པའི་སྐོར་ལ་སློབ་གཉེར་བྱེད་མཁན་ཕལ་མོ་ཆེ་ཅིག་གིས་དབྱངས་ཅན་སྒྲ་ཐོ་དེའི་སྐོར་ལ་མང་པོ་ཞིག་སློབ་གཉེར་བྱེད་ཀྱི་ཟེར་རོ། དེ་འདི་སེམས་པ། ཁྱེད་རང་གིས་ལྟ་ཚུལ་བྱེད་ན་ད་ལྟའི་ཆ་ལ་ཡང་ཅིག་ལེགས་སྦྱར་སློབ་གཉེར་བྱེད་ཡ་ལ་ཅིག་རྒྱ་གར་གྱི་གཞུང་གར་ག་རེ་ཡོད་རེད་སེམས་གོ་ཐུ། དེང་སང་གི་རྒྱ་གར་ཅིག་བ་ཡིན་ན་ད་ལྟ་ལེགས་སྦྱར་གྱི་ད་ལྟ་སྤྲོད་བྱ་ཡ་དེ་གཙོ་བོ་ད་ལྟ་ང་ཚོ་དགྲ་འདུལ་ཕྱིའི་ནང་འོག་ནས་པཱ་ཎི་ནི་ཅིག་བ་ར། པཱ་ཎི་ནི་དེ་གཙོ་བོ་ཅིག་འབྲི་གོ་རེད། ད་ང་ཚོའི་བོད་ལ་ཡིན་ན་ག་ཚད་ཡངས་སམ། དེ་ནི་པཱ་ནིན་ལ་སོགས་པ་ཡི་ཁྲི་རྒྱུན་ཟེར་ན་རེད་དེ་ཚང་མ་ད་ལྟ་འགྲོ་བཞིན་པ་ར། ནས་རྒྱ་གར་ལ་དེང་སང་ཕལ་ཆེ་བ་ད་ལྷོ་བྲག་ཁ་ཡིན་ན་རེད་དེ་ནི་ཁོ་རང་ཚོ་གི་ད་སྲོལ་རྒྱུན་གི་རིག་གཞུང་རིག་གཞུང་གི་ལྟེ་གནས་ཟེར་ན་རེད་དེ་ཚོ་ལ་སྦྱང་ཡ་བྱེད་པ་ར་བརྡ་སྤྲོད་སྦྱང་ཡ་དེ་གཙོ་བོ་དེ་པཱ་ནིན་ནས་བརྡ་སྤྲོད་པ་པཱ་ནིན་དང་འབྲེལ་བ་བྱས་ནས་འདུག་དེ་ཚོ་ཤུགས་ཆེན་པོ་བྱས་ནས་སྦྱང་དགོས་རེད། སྤྱིར་བཏང་ད་ང་ཚོ་བོད་བརྒྱུད་ནང་བསྟན་གཙོ་བོ་གྱུར་པའི་བོད་པའི་རིག་གནས་མང་པོ་ཅིག་དང་ལེགས་སྦྱར་དག་དེའི་མང་པོ་ཞིག་ནི་འགྱུར་ཡོང་ལ་རེ་རེ་ལྷག་པར་དུ་ཅིག་བོད་པའི་གཞན་དོན་ཁག་ཡིན་ན་རེ། སྔགས་ཡིག་ཡིན་ན་རེ་ད་ག་ནང་ཞིག་ང་ཚོ་བརྡ་སྤྲོད་པའི་གཞུང་ལུགས་དེ་ཚོ་ལ་བལྟ་ཡོང་ན་དེ་ཚོས་ཀྱི་དབུ་ལ་ཅིག་རྒྱ་གར་སྐད་དུ་རྒྱ་གར་སྐད་དུ་ལས་དེ་འདྲས་མང་པོ་ཞིག་དོན་ཡོང་གི་དང་དེ་འདྲས་བསམ་པ་ཅིག་ཡང་མང་པོ་ཅིག་བློ་ཡོང་དེ་བསམ་པ་དེ་ལས་ཡང་དཀའ་ངལ་འཕྲད་ཡ་དང་ད་ག་ནང་ཞིག་ཡང་བློ་གདངས་མང་ཞན་ཡང་གི་དེ་འདྲས་ཀྱི་དེ་ཡོད་གི་ཟེར་རེད་ད་ཁྱེད་རང་ལྟ་བུ་ཞིག་ཆ་མཚོན་པ་ན་ལེགས་སྦྱར་ཡག་པོ་མཁྱེན་གྱི་ཡོད་རེད་ད་ག་ནང་ཞིག་བུ་ཡིས་མཁྱེན་གྱི་ཡོད་དུས་བསམ་པ། དེ་ཉིད་གཤིབ་བསྡུར་དང་ཐག་ན་ཞིག་ལོ་ཙཱ་བ་ཤོག་མང་པོ་བྱོས་བསམ་པ། དེ་གིས་དཀའ་ངལ་ཆེ་ཤོས་དང་སྐྱོན་ཆེ་ཤོས་འགྲོ་དེ་ཁྱེད་རང་གིས་ག་རེ་བསྲེ་གི་ཡོད་ན། བྱེད་སྟངས་ང་ཚོས་བོད་སྐད་ནང་ལ་ངག་ཡིག་ཟེར་ཏེ་ཡིན་རྒྱུ། ལེགས་བྱས་རང་ཆགས་བ་ར། ལེགས་བྱས་རང་ཟེར་ན་ད་ལེགས་བྱས་ཀྱི་ངག་དེ་ཆགས་བ་ར། ང་ཚོས་ངག་ཡིག་ཟེར་ན་རེད་ད་ཐང་ཡིག་ཟེར་ན་རེད་ལེགས་བྱས་ཀྱི། ད་འདྲ་གི། ཁོ་རང་ཚོ་ཡི་བྲིས་ཐང་ཅིག་ར། དེ་བོད་ཡིག་ནང་བྲིས་རེད་མ་གཏོགས་ཡིན་རྒྱུ་ལེགས་བྱས་རང། ད་ཆགས་བ་རེད་ང་ཚོས་ད་ནི་ངོ་མ། ལུགས་འཛོགས་དེ་ཚོ་གི་གསུམ་གང་འགྲིག་ག་དང་དེ་ནས་དེ་འདྲ་བསྟན་འགྱུར་ནང་ལ་སྐད་གཉིས་ཤན་འབྱེད་ལ་སོགས་པ་མང་པོ་ཞིག་ང་ཚོས་ད་ག་རང་བོད་ཡིག་ཡིག་གཟུགས་རང་གང་ལ་བྲིས་བྱས་ཡོད་རོ། དེ་ཡིན་ཙང་ད་དེ་ཚོས་ལོག་ཏུ་བཙན་པ་ང་ཚོས་ད་ངོ་མ་གི་དེ་ལོག་ཡ་ལ་དཀའ་ངལ་སེལ་ཡ་དེ་ལ་ད་ལྟ་ནེར་ཐང་ལོ་ཙཱ་བ་གི་ངག་ལ་ཐབས་ཟེར་ནི་དེ་འདྲ་ཞིག་ཡོད་རེད། ད་དེ་མང་བོ་བོད་ནང་གི་རེད་ན་རེད་ད་ང་ཚོས་སྲོལ་རྒྱུན་གི་མཁས་པ་མང་པོ་ཞིག་གི་ངག་ལ་ད་སྦྱང་དགོས་རེད་བ་སློབ་གྲྭ་ཁག་ལ་བེད་སྤྱད་ཡོད་རེད་བསམ་གི་འདུག་ད་ད་ལྟ་ཐུགས་སློབ་ཟེར་ནི་རེད་སློབ་གྲྭ་ཆེན་མོ་དེ་ཚོ་ལ་ད་དེ་ཡིན་ན་ཡང། ད་སྔ་ལག་ཐབས་ནང་ལ་ད་ལྟ་ཡི་གེ་རིལ་ཅིག་ནི་གསལ་བྱེད་དང་དབྱངས་ལ་སོགས་པ་ལག་དང་དེ་ནས་ཡི་གེ་གཙང་མ་ཟེར་ན་རེད་ད་ད་ད་ད་དབྱངས་དང་གསལ་བྱེད་བརྗེ་ཞེས་བརྗོད་བྱ་བ་འདི་ཚོའི་ལོག་གཏམ་མང་པོ་ཅིག་ད་ག་འདྲ་ལོག་ཡོད་མེད་ཚང་མ་ཡག་པོ་ཞིག་འབྲི་ཤེས་རྒྱབ་དེ་ནི་ང་ཚོའི་བོད་པ་རང་གིས་དེའི་ངོས་ནས་ད་ད་ནར་ཐང་གི་སྔགས་ལག་ཐབས་བྲི་ཤེས་རྒྱུ་དེ་གྲལ་ཁྲིག་བོར་དེ་ནས་སྒྲ་གོ་བ་ལེན་ཕྱོགས་ཀྱི་དབང་ནས་ཡང་མཚམས་མཚམས་ཁ་ཤས་ཅིག་སྒྲ་ལྷོག་དང་ལོག་བ་ཆགས་ཆོག་ར་འོ་དེ་འདྲ་དགོས་ན་ཡང།
དཀའ་ངལ་ཅིག་ཡོང་བསྡད་གོ།
ཁྱེད་རང་གིས་གོང་དུ་གསུངས་སོང་ཁྱེད་རང་གིས་ད་ལྟ་བརྩམས་ཆོས་རེད།
བརྩམས་ཆོས་ལ་ནི་ད་ལྷག་པར་དུ་ཁྱེད་རང་གིས་ཡིག་སྒྱུར་གྲས་བཞེངས་རྒྱུ་ཡི་མེང་རྡོ་འཕྲེང་རྒྱུད་ལ་ལྟ་བུ་ཆ་མཚོན་ན། ཁྱེད་རང་ལ་སྔོན་མ་གི་ད། མེ་ལོང་མའི་རྩོམ་གཤིས་ཆུ་ཆེན་པོ་དུ་ལས་ཀྱི་དེ་འདྲས་ཀྱི་བསྟོད་བསྔགས་དང་ཉིད་བྱུང་ཤག་ད་ཡིན་ནི་ལས། དེང་གི་ཆར་ད་སྤྱིར་བཏང་ཆ་ནི་བོད་ལ་ཡ་སྙིང་ང་མེ་ལོང་མ་དར་བ་དང་དེའི་ཁྲོད་ནས་ད། ཅི། པ་སངས་དྲི་ཞིང་རེད་ད་སྤྲིན་གྱི་ཕོ་ཉར་ལ་སོགས་པའི་བསྟན་བཅོས་མང་པོ་དང་ལྷག་པར་དུ་རྟོགས་བརྗོད་རིགས་མང་པོ་ཞིག་དར་བས་ད་སོ་རྒྱུ་སྙིང་ང་མང་པོ་ཅིག་དར་ཅིག་དེ་སྐབས་དེ་དུས་བསམ་པ་ཁྱབ་རྒྱ་ཆེན་པོ་བྱུང་ར་ཡིན་ནི་ལས་ད་དེང་རབས་རྩོམ་རིག་སློབ་སྦྱོང་བྱེད་ངེས་ཡིན་ན་རེད་ལྷག་པར་དུ་དེང་སང་གི་ཅི་མི་དེ་ཚོས་གི་སློབ་སྦྱོང་བྱེད་བསམ་པ་སྙན་ངག་མེ་ལོང་མ་དེ་རྒྱ་གར་གི་རིན་ཐང་ལྟར་ཚུལ་ཡིན་ན་རེད་འདུ་ཤེས་ཙང་ཙང་ཡིན་ན་རེད། ཅིག་མཛེས་དཔྱོད་ལྟ་སྟངས་ལ་ཁ་ཐག་ཉེ་བོ་ཡོད་པ་མ་གཏོགས་བོད་པ་རང་གི་ཅིག་མཛེས་དཔྱོད་ལྟ་སྟངས་དང་དེ་ལ་ཁ་ཐག་རིང་པོ་ཡོད་དེ་འདྲས་ཤེས་ཉེས་དོ་དེ་འདི་བསམ་པ་ད་ཁྱེད་རང་གི་ལྟ་ཚུལ་བྱས་པ་ཡིན་ན་ད་ལྟ་དེ་རྒྱ་གར་ལ་དེང་གི་ཆར་ཅིག་བོད་པ་རང་གི་ཁ་ཐག་ཉེ་བ་གི། གཞུང་ལུགས་རིག་ན་རེད་ད་གང་ན་ཞིག་དེ་འདྲས་ཀྱི་ད་གཞུང་ལུགས་ག་རེ་ག་རེ་ཡོད་རེད་བསམ་གྱི་འདུག་སྤྱིར་བཏང་རྩོམ་རིག་གི་གཞུང་ལུགས་ལེགས་པོ་དེ་འདྲས་ཆགས། འདི་ཚང་མ་མཁྱེན་གསལ་ལྟར་ང་ཚོའི་བོད་ལ་ད་ད་ཉང་གི་གཞུང་ཉང་གི་མཚན་ཉིད་སྟོན་པའི་གཞུང་དེ་དག་ཉང་གི་མེ་ལོང་མ་མ་ད་ང་ཚོ་ད་ལྟ་བོད་དུ་ཡོད་མ་རེད་བ། བོད་ནང་ལ་དེ་གང་ལ་རྩོད་གཞི་མང་པོ་ཡོད་རེད་བ། རྒྱ་གར་གྱི་ད་ལྟ་བསྟན་བཅོས་ཉང་མ་མེ་ཉང་གི་མེ་ལོང་མ་དེ་ང་ཚོའི་བོད་ལ་དགོས་ཀྱི་མི་འདུག་ཟེར་ནས་དེ་འདྲ་སྐད་ཆ་མང་པོ་བྱུང་མྱོང་ཡོད་རེད་བ། ཡིན་ན་ཡང་ང་རང་གི་བསམ་བློ་ན་ག་རེ་ན་ཉང་གི་མེ་ལོང་མ་དེ་གཉེན་གྱི་མཚན་ཉིད་སྟོང་པའི་གཞུང། འཇུ་བའི་ལ་ནི་བསྟན་བཅོས་ཡག་པོ་ཅིག་ཆགས་དགོས་རེད་བསམ་གི་དེང་སང་ཡིན་ན་ཡང་ང་ཚོས་སྦྱང་དགོས་ཡག་ཅིག་ཆགས་དགོས་རེད་ད་འདི་ནང་ལ་ང་ཚོས་ངོ་མ་ཆོས་ཡག་མང་པོ་ཞིག་ལས་དགོས་རེད་ཡང་སྙན་ངག་མེ་ལོང་དང་གི་སྙན་ངག་མེ་ལོང་ཟེར་གི་སྙན་ངག་དེ་ཡང་དོན་དག་ག་རེ་ཡིན་མིན་འདི་གི་སྙན་ངག་དང་དེང་སང་གི་སྙན་ངག་ང་ཚོས་སྙན་ངག་ཟེར་ཡག་ཆོས་ར་འདི་གི་བར་ལ་ཡང་ཁྱབ་ཆོས་ལུགས་འདི་ཚོ་མང་པོ་ཅིག་ཡོད་རེད་ད་ང་ཚོས་བོད་རང་ལ་ཡོད་རྒྱུ་སྙན་ངག་མེ་ལོང་མ་གཅིག་པོ་ཡིན་པ་སོང་ཙང་སྙན་ངག་མེ་ལོང་མ་འདི་ལ་ཡང་ང་ཚོས་རྒྱ་གར་ལ་སྙན་ངག་མེ་ལོང་འདི་དུས་རབས་བདུན་པ་ནས་བརྩམས་པ་སོང་ཙང་འདི་གི་རྗེས་ལ་སྙན་ངག་གི་གཞུང་མང་པོ་ཞིག་སླེབས་ཡོད་རེད་འདི་ང་ཚོས། བུ། བོད་ལ་དེ་ནས་རྒྱུས་ཡོད་མ་རོ། ཅེས་སྨྲས་བ་སོང་ཙང། ཨ་ནི། ད་དེ་ནང་ལ་ཆད་ལྷག་མང་པོ་ཞིག་ཡོད་རེད་བསམ་བྱས་ནས་ཨ་ནི་མང་པོ་ཞིག་ག་ལ་ན་གཉའ་ངན་སློང་བ་དེ་ད་ནི་ང་ཚོ་བོད་ཀྱི་མཛེས་ཆོས་ཟེར་ན་རེད། བོད་ཀྱི་བསམ་བློ་དང་ཐང་ཡིན་ན་རེད་ཐ་སྙད་བེད་སྤྱོད་གཏོང་སྟངས་དཔེ་རྒྱག་སྟངས་ལ་སོགས་པ་ཨ་ནི་བོད་ལ་འགྲིག་གི་མི་འདུག་དེ་འདྲ་སྐད་ཆ་བྱུང་འགོ་ར། ཡིན་ན་ཡང། ང་རང་གི་དེ་གཙོ་བོ་དེ་ག་རེ་བསམ་གི་འདུག་ལ་ན། ད་ལྟ་ཨ་ལགས་ཐུར་ཤིག་ཅིག་སོང་ཡོད་རེད། གཞུང་ལུགས་དེ་འཆིང་ཞག་མ་ཡིན། དེ་འདྲ་འགྲོ་མི་ཡིན་ཟེར་ཡ་ཆོད་ར། ཨོ་དེའི་སྒང་ལ་ང་ཚོས་གོ་བ་ཅིག་ལེན་དགོས་ར་སེམས་དགོས་ར། གཞོང་ལུས་དེ་སྦྱང་བ་འཛིན་པ་ང་ཚོས་ཉག་ང་སྨིན་ལོང་མ་རྣམས་ལ་དཔེ་རྒྱན་རྒྱག་སྟངས་རེད། གཟུགས་རྒྱན་རྒྱག་སྟངས་དེ་ཚོ་ད། རྩོམ་པ་པོ་དེ་རྒྱ་གར་ཡིན་པ་སོང་ཚེ་ཁོ་རང་གི་རྒྱ་གར་དེ་རང་བྲིས་ཁེལ་བ། ཡིན་ནའི་ང་ཚོའི་བོད་པ་ཡི། དཔེ་རྒྱན་གཟུགས་རྒྱན་སྦྱང་འཛིན་པ་སྦྱང་ཚེ་བ་ཅིག་ལ། ཨ་ནི་ཉག་ང་རྒྱལ་བ་འཛིན་པ་ཡིན་གཅིག་མ་གཅིག་རྒྱ་གར་ཁོ་རང་གི་དཔེ་ཆོས་བཏང་རྒྱུ་གི་མི་རྟོག་པས་མ་ཡིན་ན་རེད། ཨ་ནི་ཆུ་བོ་འགོ་འགའ་ལ་སོགས་པ་ཡིན་གཅིག་དཔེ་ཆོས་བཏང་དགོས་ཡོད་མ་རོ། ཇི་ཞིག། འདི་བཏང་དགོས། འདི་བཏང་བསྡད་ཡག་གི་རྒྱུ་མཚན་དེ་ག་འདྲ་ཟེར་ན། ད་ནངས་ལོག་ལྟ་ཞིག་སོང་ཡག་གི། གཞོང་ལུག་བྱང་བྱིན་ཤང་མ་ཡིན་འགྲོ་མི་ཡིན་ཟེར་ཡག་གི། འདི་གི་གནད་དོན་དེ་ཧ་མ་གོ་རེ་ཟུང་ད་གཞོང་ལུག་འདི་གི་ཁྱོད་རང་ལ། ད་ནངས་འགྲོ་སྟངས་གཅིག་ཤེས་དགོས་རོ། འགྲོ་སྟངས་དེ་ཤེས་ཚར་བའི་རྗེས་ལ་ཡིན་གཅིག་པུ་རེ་འདི་ཤེས་རྒྱུ་ད་ག་རང་འགྲོ་དགོས་མ་རོ། སུ་སུ་དང་འཚམས་པའི། ཨ་ནི། ལག་ལེན་དེ་བྱས་ནས་འགྲོ་ཡག་ཅིག་བྱ་དགོས་རོ། དེ་ཡིན་ཙང། གཙོ་བོ་དེ་སྟེ་གང་ལ་བྱེད་ཡག་གལ་ཆེན་པོ་རེད་བསམ་གྱི་འདུག་གང་ལ་ཡིན་ན། སྤྱིར་བཏང་གི་ཆ་ནས་ད་དེང་གི་ཆ། རེད་ལྷག་པར་དུ་འདས་པའི་ལོ་ཤས་རིང་ལ་བསྒྱུར་གྱི། ལས་ཀ་དེ། ཧ་ཅང་དར་ཁྱབ་ཆེན་པོ་རེད་བ། དེ་ནས་ད་ག་ནང་བཞིན་ང་ཚོ་ལོ་རྒྱུས་ལ་ཡང་མ་ཕྱིར་མིག་ཞིག་བལྟས་པས་ན། ཅིག་བཙན་པོའི་སྐབས་ནས་རེད། ད་དེའི་སྐབས་ནས་ཅིག་ནང་བསྟན་འགྱུར་ཡག་གི་ཐད་ལ་ཡང་ཁོང་ཚོ་གི་མཛད་རྗེས་རླབས་པོ་ཆེ་ཞེས་ར་འཐེན་གི་ཆར་ལ་ཅིག་བོད་པའི་གཞུང་ལུགས་མང་པོ་ཅིག་ཅིག་འཛམ་གླིང་ཡོངས་ལ་ཅིག་གཟི་མདངས་འབར་བ་དེ་འདྲའི་འགྲོ་ཆགས་དེ་རེད། ད་ཁྱེད་རང་ལྟ་བུར་བྱ་བ་ཆ་མཚོན་པ་ན་ཅིག་ལེགས་སྦྱར་མཁྱེན་དགོས་རེད་ད་ག་ནང་བཞིན་སྐད་ཡིག་མང་པོ་ཞིག་ཚད་མཐོ་ཡོད་འདི་བསམ་པ། ཁྱེད་རང་འདྲ་བའི་སློབ་མ་དེ་ཚོས་ཅི་ང་ཚོ་རིག་གནས་ནང་འདྲེན་དང་གཞུང་ལུགས་ནང་འདྲེན་གྱི་ཐད་ནས་བསྒྱུར་དགོས་ཡ་གར་ག་རེ་ཡོད་དྲན་གྱི་འདུག་དག་ནང་བཞིན་དེའི་ཐད་ལ་ཡ་ཁྱེད་རང་མ་འོངས་པ་ཅིག་འདི་བསྒྱུར་དགོས་འདུག་འདི་བསྒྱུར་ཡ་དགོས་འདུག་བསམ་ཡ་གྱི་འཆར་གཞི་སྒྲོག་གལ་ཡོད་ན། འདི་དག་ང་རང་མཚོན་པས་ན་སོ་སོ་ད་ལྟ་སྐད་ཡིག་སྐོར་ལ་ནི་སོ་སོའི་སྤྲོ་བ་ཡོད་ཉེན་ཅིག་ཡིན་རོ། སྐད་ཡིག་མང་པོ་སྦྱང་མྱོང་ཡོད་དེ་གང་ལ་ནི་བསྒྱུར་གང་ལ་ཡང་དམིགས་བསལ་གྱི་སྤྲོ་བ་ཡོད་ཉེན་ཅིག་ཡིན་རོ། ད་དེ་ཡིན་ཚེ་ད་ལྟ་བར་དུ་ང་རང་ཡིན་ན་ད་ལྟ་བཀྲིན་རྗེ་ཕུ་ཉག་དེ་བསྒྱུར་ཡོད་རེད་དེ་ནི་དབྱིན་ཇི་ནས་བསྒྱུར་རྒྱུ་མེ་ཏོག་ཕྲེང་གཅིག་ཏུ་བསྒྱུར་ཡོད་རེད། ཨ་ནི་མ་འོངས་པས་ན་ཡང་ད་ལྟ་རྒྱ་གར་གྱི། ད་ལེགས་བྱས་སྐད་ནི་ཡིན་ན་རེད་དབྱིན་ཇིའི་སྐད་ནི་རེད་ལེགས་བྱས་སྐད་ནི་མཚོན་པ་ཡིན་ན་ང་ཚོ་གཉན་གི་གཞུང་ད་ལྟ་དཔེར་ན་སློབ་དཔོན་གདན་འདྲེ་དང་དུས་མཉམ་པ་འབར་མ་གི་མཛད་བཞེད་ཞུ་བ་གཉན་གི་རྒྱན་ཟེར་ཡ་ཞུ་བ་རེད་དེ་ཚོ་ཡིན་ན་ད་འགྱུར་བ་གི་ཕྱིར་ཤེས་ན་ཡོད་རེད་ད་ང་ཚོའི་རྩོམ་རིག་སྡེ་ཚན་གྱིས་ནི་མ་འོངས་པའི་ལི་ཆིར་གོང་སོང་ཡང་བྱ་ཡ་བྱས་ཡོད་རེད་མ་འོངས་པ་ན་དེ་འདྲ་འགྱུར་ཐུབ་ཡ་གི་ང་རང་ནས་དམིགས་ཡུལ་བྱེད་ཀྱི་ཡོད་རེད་ད་ལྟ་ང་ཚོ་ལེགས་བྱས་ནི་ད་ལྟ། བོད་སྐད་ལ་བསྒྱུར་ཡ་ལྷག་དེ་རྒྱུ་མང་པོ་ཅིག་རེད་ཉན་དགོས་ཤོང་ཅིག་པོ་མ་ཡིན་པ་ཨ་ནི་ལྡེའུ་རིགས་བསྟན་བཅོས་མང་པོ་ཅིག་རེད་ད་ད་དུས་རབས་བདུན་པ་གི་རྗེས་ལ་ང་བདུན་པ་གི་རྗེས་ལ་ནི་ད་ད་ལྡེའུ་རིགས་བསྟན་བཅོས་རེད་ཉན་དགོས་ཤོང་མང་པོ་ཅིག་རེད་དུས་ཚང་མ་ང་ཚོ་ནང་གླེང་དགོས་ཡ་མང་པོ་ཅིག་དེ་དེའི་སྒང་ལ་ང་རང་ཡིན་ན་ཡང་སྤྲོ་བ་ཡོད་དེའི་སྒང་ལ་ནི་སུ་སུ་ཡིན་ན་འཆར་གཞི་ཅིག་སྦྲུ་དེ་ཡོད་ར། ད་ཁྱེད་རང་དང་འདྲ་བའི་འདབ་གཤོག་གཉིས་ལྡན་གྱི་ཅི། བོད་པའི། ཀྱི་སློབ་ཕྲུག་དེ་ཚོ་རེད་ཡང་ན་བོད་པའི་གཞོན་སྐྱེས་དེ་ཚོས་ཅིག་རིག་གནས་ནང་འདྲེན་གྱི་ཚུལ་དུ་བསྒྱུར་དགོས་ཏེ། ཅིག་སྐད་ཡིག་གཞན་དེ་གཞུང་ལུགས་གཞན་དེ་བོད་ཡིག་ནང་ལ་ནང་འདྲེན་བྱེད་བསྒྱུར་དགོས་ཏེ་ཁྱེད་རང་གིས་གལ་གནད་ག་གམ་གཟིགས་ཀྱི་ཡོད་ན། ཨོ་དེ་གལ་ཆེན་པོ་ཞུ་མཐོང་གི་ཡོད་རང་ཡང་ཆུང་བས་ན་ནི་ང་རང་སོ་སོའི་ངོ་ནས་ཤུགས་རྒྱག་གི་ཡོད་ནི་གཞན་པ་དེ་ཚོས་ན་དེ་གང་ལ་ད་ང་ཚོ་སོ་སོའི་སྐད་དང་རིག་གནས་སི་ད་ང་ཚོ་ངོ་མ་གི་ལོ་ཙཱ་བ་དེ་ཚོ་གིས་ད་བསྒྱུར་མང་པོ་བྱེད་དེ་ནི་ང་ཚོ་དེང་སང་འཛམ་བུ་གླིང་ལ་ངོམ་ཆོག་ཡ་བྱུང་སྟེ་ངོ་མ་གི་ལོ་ཙཱ་བ་དེ་ཚོ་གི་ནང་འདྲེན་བྱས་དེ་གིས་ད་འབྲས་བུ་ཟིན་ན་འདི་ཆགས་པར་རོ། དེང་སང་ང་ཚོ་དེང་སང་ཡིན་ན་ཡང། ང་ཚོ་མང་པོ་ཅིག་བོད་སྐད་ནང་ལ་ད་ལྟ་ཤོག་མང་པོ་ཅིག་ད་དེང་རབས་ཀྱི་སློབ་ཚན་ཟིན་ན་རེད་དེང་རབས་ཀྱི་ད་ཚན་རིག་ལ་སོགས་མང་པོ་ཅིག་ང་ཚོ་བོད་སྐད་ལ་བསྒྱུར་ཐུབ་དགོས་མ་རོ། རྩོམ་རིག་ཡིན་ན་རེད་ད། རིག་ཚན་ག་རེ་ཡིན་ན་མང་པོ་ཅིག་ང་ཚོ་བོད་སྐད་ལ་ཐོན་དགོས་མ་རོ། དེ་ཐོན་པ་ཡིན་ན་ཨ་ནི་བོད་སྐད་དེ་ང་ཚོ་བོད་སྐད་དེ་ཉམས་ཆག་འགྲོ་ས་རེད་ཟེར་ཡ་དང་ཨ་ནི་གཞོན་སྐྱེས་དེ་ཚོ་གི་བོད་སྐད་སྦྱང་གི་མི་འདུག་ཟེར་ཡ་དང། ཏིག་སྐད་དེ་རྒྱག་དགོས་ཅེས་ཕྱག་གི་མར་སྲིང་མོ་དེ་ལ་ང་རང་བོད་ཡིག་ནང་ལ་ནི་རིག་པའི་ནི་མང་པོ་ཅིག་ཚུར་ལེན་ཐུབ་པ་ཡིན་ན་བོད་ཡིག་དེ་ནི་བོད་ཡིག་དེ་བོད་སྐད་རང་ལ་ལྟ་ནས་ཨ་ནི་སྦྱང་ཡ་མང་པོ་ཅིག་བཟོས་ཐུབ་པ་ཡིན་ན་ཨ་ནི་ང་ཚོས་ད་རྒན་རབས་པ་དེ་ཚོ་ཡིན་ན་གཞོན་སྐྱེས་དེ་ཚོ་ལ་བོད་ཡིག་སྦྱང་དགོས་རེད་ཟེར་ནས་ཨུ་ཚུགས་རྒྱག་དགོས་ཅེས་ཕྱག་གི་མར་སྲིང་མོ་དེ་རང་བཞིན་གྱིས་དེ་ལ་འཇུག་གི་རེད་འཇུག་གི་རེད་བསམ་གི་འདུག་དེ་ཡིན་ཙང་བོད་སྐད་ནང་ལ་གང་ཐུབ་ཐུབ་ཨ་ནི་ད་ལྟ། སྐད་ཡིག་གཞན་པ་ག་རེ་ག་རེ་ཡིན་ན་འགྲིག་གོ་རེ་ཨིན་ཇིའི་སྐད་ཡིན་ན་འགྲིག་གོ་རེ་ཧྥ་རན་སིའི་ཡིན་ན་འགྲིག་གོ་རེ་ལེགས་སྦྱར་ཡིན་ན་འགྲིག་གོ་རེ་ཧིན་དྷི་ཡིན་ན་དེ་ཚོའི་ནང་ཚུལ་མང་པོ་ཅིག་ད་གཞོན་སྐྱེས་དེ་ཚོས་སོ་སོའི་འགན་འགྲོ་ཁས་ཅིན་ཚུར་བསྒྱུར་དགོས་ཡ་དེ་གལ་ཆེན་པོ་ཤུགས་ཆེ་མཐོང་དགོས་ཡོད་ང་རང་མཚོན་པའི་ན་ཡང། བླ་བཟང་དགོངས་མེད་པ་རྡོ་རྗེ་སྐྱབས་ལགས་ཨ་ནི་དུས་ཚོད་ཀྱི་རྐྱེན་པས་ང་ཚོ་ཐེངས་འདིའི་ལེ་ཚན་འདི་ད་བཅུག་ཐུག་གི་ཡིན་ཨ་ནི་ང་ཚོ་ཐེངས་རྗེས་མའི་ལེ་ཚན་ནང་མཇལ་ཡོང་ཚང་མ་སྐུ་གཟུགས་ཐུགས་ཅག་གནང་རོགས།